ཨོ་དེ་འདྲའི་ཆེད་དུ་འཚར་ལོངས་བྱེད་ཡང་འདོད་ནི། དེ་ཆ་རྐྱེན་དེ་རྫོགས་མ་རྫོགས་རག་ལས་རེད་ད། དེ་རྒྱལ་བ་ཐང་ཆེན་ཆེན་པོ་གིས་རྟག་པར་རིག་གིས་གསུངས་འདུག་ད། ཨ་ནི། ཕ་མ་གཉིས་ཀྱི་བྱམས་སྐྱོང་གི་འོག་ལ། འཚར་ལོངས་བྱེད་དགོས་ཡ། ཨོ་དེ་འདྲའི་ཆེད་འཚར་ལོངས་བྱས་པ་ཡིན་ན་མི་ཡི་དེ་གའི་སྤྱི་ཚོགས་ཀྱི་ནང་ལོགས་ལ་མི་ཚེ་དེ་ལ་ཨ་ནི་བསམ་བློ་གཏོང་སྟངས་དང། སྤྱོད་པ་འཁྱིལ་སྟངས། ཨ་ནི་ཁོ་རང་གི་སེམས་ཀྱི་བདེ་སྐྱིད་ཨོ་དེ་མི་འདྲ་བ་ཅིག་ཡོང་གི་རེད་གསུངས་ནས་ཨོ་དེ་ཡིན་དུས། དེ་ནས་ད་མདོར་ན་སོ་སོ་མི་ཚེ་ནང་ལོགས་ལ་ཨ་ནེ་ཀྱི་བཀའ་དྲིན་ཆེ་ཤོས་དེ་ད་ཕ་མ་གཉིས་དེ་ཆགས་བསྡད་པ་རེད་ད། ད་ལྟའི་ང་རང་ཚོ་སོ་སོ་ཆུང་ཆུང་གང་ནས་སྤུ་གུ་མང་རྒྱ་ཡིན་པའི་སྐབས་སུ། འཚོ་བ་དང་འདུ་ཤེས་རྣོན་པོ་མེད་དུས་ཕ་མ་གཉིས་ཀྱིས། བཀའ་དྲིན་གང་འདྲས་ཀྱིས་སྐྱོང་གི་ཡོད་མེད་ང་ཚོ་ཚོར་སྣང་ཞིག་རག་ཡོད་མ་རེད་དེ། ཧ་གོ་གི་ཡོད་མ་རེད། དེ་ནས་གཞུང་དབུས་ལོག་སྤྱོད་བཅུ་གཅིག་དེ་ནས་ཡག་སླེབས་ཡོང་དུས་དེ་ནས། སོ་སོ་ལ་དྲིན་ཚོར་འདྲ་དེ་ཡང་ཡག་པོ་ཅིག་སླེབས་འོང་བས་རེད་དེ་ཡིན་ན་དེ་ནས་དེ་ནས་ཡག་སོ་སོ་ཡང། ཅི། སོ་སོའི་ཤེས་ཡོན་འདྲ་བོ་ཅིག་སྦྱང་དེ་འདྲས་བྱེད་དུས་ནི་སོ་སོ་རང་གིས་འཇོན་འདེབས་བཟུང་རེད་མ་གཏོགས་ཅི་ཕ་མ་གིས་ཨ་ནི་ཚིག་ཆེན་པོ་ཡིན་པ་འདྲ་བོ་དེ་འདྲའི་ཞིག་ད་ཚོར་སྣང་སྐྱེ་ཡོང་དགོས་མ་རེད་བ། འོ་ད་དེར་བརྟེན་དྲན་སོ་སོ་ཨ་ནི་བུ་རྒྱུད་སོགས་ཀྱི་བསམ་བློ་ཡང་བསྐྱར་གཏོང་ནས། སོ་སོ་ལོ། དང་པོ་དེ་ནས་ཟེར་མ་ང་འདི་སྐྱེས་པ་ནས་བཟུང་སྟེ། ད་ལོ། བཅོ་བཅོ་ལྔ། དེའི་བར་དེ་ལ་མི་ཚེ་དེ་ག་འདྲ་ཅིག་སྐྱེལ་འདུག། སོ་སོ་རང་གི་རྐང་པ་ཐོག་ལ་ལོངས་ཐུབ་འདུག་ཡ་ག་རེ་རེད་འདུག་དེ་བསམ་བློ་གཏོང་དགོས་དཔེ་གལ་ཆེན་པོ་རེད་ད།

རྦད་དེ་རང་དབང་ཁོ་ན་བརླག་ཅིང། སོ་སོ་གིས་སོ་སོ་རང་ཁ་གསོ་མ་ཐུབ་པ་རང་ཚུགས་མ་ཐུབ་པ་དེ་འདྲའི་ཉམ་ཐག་པ་བསལ་ཏེ་ཐ་ན་བའི་གནས་སྐབས་དེ་རེད། འོ་དེ་ཡིན་དུས་དེ་ནས་ནད་པ་ལ་རུས་པ་འབྱེད་པ་ཡིན་ན་དེ་ནི་དཔེ་དང། ཐ་ཉམ་ཐག་ཤོས་དེ་ནད་པ་ཡིན་ཙང་དེ་ལ་རུས་པ་འབྱེད། འོ་དེ་ལ་བསམ་པ་བཟང་པོ་སྐྱེ་བ་ཡིན་ན་དེའི་ཆ་ནས་ད་དཔེ། དགེ་བ་རླབས་ཆེན་པོ་ཅིག་སོ་སོ་ལ་ཐོབ་གི་ཡོད་ན། ཧ་ལས་པ་ཅིག།

ཨ་ནེ་སྤུ་གུ་བུ་ཕྲུག་སུ་འདྲ་སྐྱེས་ཡིན་ནའང་སོ་སོའི་ཕ་མ་ལ་དང་བྱམས་སྐྱོང་ཡག་པོ་བྱེད་ཡ་དེའི་ནང་ནས་ཀྱང་ཕ་མ་རྒན་གོག་ཨ་ནེ་ཕ་མ་ནད་པ་འོ་ད་དེ་སོགས་ལ་བྱམས་སྐྱོང་ཡག་པོ་བྱས་ན་ད་དེ་ལས་དེ་ནས་ཆོས་འཇིག་རྟེན་གང་གི་སྐབས་སུ་ཡིན་ནའང་དེ་ལས་ཕན་ཡོན་ཆེ་བ་ཅིག་ད་སོ་སོར་བྱེད་ཡ་ཡོད་མ་རེད་ད་དེ་ལས་གཞན་པའི་སོ་སོ་ཆང་ཚིག་ཀོ་གྱོང་འདྲ་བོ་དང་དེ་ནས

ཕ་མ་ལ་ཨ་ནེ་རོགས་པ་བྱས་ཏེ་དཔེ་མི་བྱེད་པ་གལ་ཆེན་པོ། ཕ་མ་ལ་སོ་སོ་ག་རེད་ཟེར་ན། དེ་ནི་ལས་ཀྱི་ཆ་ནས་འབྲེལ་བ་ཞོལ་བྱས་པ་རེད། སོ་སོ་སྐྱེ་བ་སྔོན་མ་རྣམས་སུ་སོ་སོའི་ཕ་མ་དེ་ཉིད་ཕ་མ་སོ་སོའི་ཕ་དང་མ་བྱས་ཀྱི་ལས་ཀྱི་འབྲེལ་བ་མང་པོ་ལྕི་བ་མང་པོ་ལ་ལས་བསགས་ཡོད་རེད། སོ་སོ་དེ་ཕུག་པོ་གི་བྱས་ཀི་ལས་མང་པོ་བསགས་ཡོད་རེད། ཨོ་དེ་བྱས་དུ་ལས་ཀི་འབྲེལ་བ་ཡོད་རེད། དེ་ག་རེད་ཟེར་ན་ཤ་ཁྲག་གི་འབྲེལ་བ་ཡོད་རེད། ཤ་དང་ཁྲག་གི་འབྲེལ་བ་ཟེར་ཏེ་དེ་དེ་ག་ཟེར་མ་རེད་བ་ད། ཨོ་དེ་འདྲ་ཅིག་རེད། དེའི་ཆ་ནས་སེམས་བསམ་པ་སེམས་ཀི་བརྩེ་བ་གི་འབྲེལ་བ་དེ་ད་དངོས་གནས་ཕ་མ་སུ་འདྲ་ཅིག་ཡིན་ན་སོ་སོ།

ཧ་ལས་པ་མང་པོ་ཨང། དེ་ཨ་རག་ཡའི་དེ་རིང་ཁ་ཚང་འདྲ་བོ་ཅིག་ཡིན་ན་ཐག། ཕ་མ་གཉིས་ཀྱི་དཀའ་ལས་རྒྱ་ཡ་གཙོ་བོ་དེ་སྤུ་གུ་ཁྱེད་དེ་རེད་འདུག། ཁོ་རང་གཉིས་ཟ་ཡ་གོན་ཡ་བྱས་ཏེ་བསམ་བློ་གཏོང་གཏོང་ཡ་དེ་ཆུང་ཆུང་ཆགས་འདུག། ད་ངས་སྤུ་གུ་ལྷབ་འདྲ་བཏང་དགོས་ཀྱི་ཡོད་སྤུ་གུ་དེ་མདུན་ལམ་ཡག་པོ་སྐྱེལ་དགོས་ཀྱི་ཡོད་བསམ་ནས།

དེ་ནང་ནས་ཕ་མ་ནད་པ་ལ་ཞབས་ཕྱི་ཞུ་ཡག་ད་དེ་ཚོ་ཁྱེད་རང་ཚོ་ག་ང་གི་དཔེ་ཡག་པོ་ཅིག་གནང་རོགས་གནང་ཟེར་བ་དེ་རེད་དཔེ་ན་ག་རེད་ཟེར་ན་ང་རང་ཚོ་སངས་རྒྱས་བཅོམ་ལྡན་འདས་ཁོང་སངས་རྒྱས་ནས་རང་མགོ་ཐོན་ནས་དེ་འདྲའི་རྩ་ཆེན་པོ་ཅིག་ཆགས་སོང་རོགས། ཡིན་ན་ཡང་དེ་ནས་ཁོང་འཛམ་བུ་གླིང་ལ། ཆོས་ནང་ཡང་ད་དེ་འདྲ་གི་མཛད་པ་དེ་ནི་བསམ་གྱིས་མི་ཁྱབ་པ་ཡོད་རེད་དེ་མི་སེར་གྱི་དེ་ཚོ་བཞག་ནས་ལྷ་ཡི་ཡུལ་དུ་ཨ་ནི་ཁོང་གི་ཨ་མ་དེ་ཆུང་ཆུང་གང་སྐྱེས་དང་དགོན་པ་རྫོགས་བ་རེད་བ་བ་དེ་ཨ་མ་ལྷ་ཡུལ་ལས་སྐྱེས་ཡོད་རེད་ཨ་མ་ལྷ་ཡུལ་ལས་སྐྱེས་ནས་ཨ་མ་སྐྱིད་ཐག་གྱིས་བསྡད་ཡོད་རེད་ཡིན་ན་ཡང་དེའི་ཆེད་དུ་ས་ཟླ་བ་མང་པོ་ལྷ་ཡུལ་ལ་བཞུགས་རེད་བ་ལྷ་ཡི་ཡུལ་ལ་ཕེབས་ནས་ཨ་མ་ལ་ཆོས་བསྟན།

རོགས་པ་མང་པོ་གནང་དགོས་རེད། དེ་ནས་སངས་རྒྱས་ཀྱི་དགེ་ཕྲུག་དེ་ཚོ་གིས་ད་ཁྱེད་རང་མ་ཕེབས། དེ་འདྲ་གི་ལས་ཀ་བཙོག་པ་དེ་ཚོ་བྱས་ནས་འགྲིག་གི་མ་རེད་ཁྱེད་རང་ང་ཚོ་གིས་ད་སྟོན་པ་རེད། ཞུ་དུས་ག་ལ་དེ་མ་རེད་ཟེར་ད་ང་ཚོ་ཚོགས་བསགས་སྒྲིག་སྦྱོང་ཆེ་ཤོས་དེ་ད་ནེ་པ་ལ་རོགས་པ་བྱས་ཡ་དེ་ཚོ་རེད་ཟེར་དེ་ཡིན་དུས། དེ་ནས་ང་རང་ཚོ་གིས་ད་ད།

ཐོག་མར་སྒོ་ནང་ནས་ཡང་འཛུལ་ས་དེ་དཀའ་བི་ཡོད་རེད་བ་དེའི་འོག་ལ་བྲིས་དགོས་སོང། རི་མོ་དེ། ལོ་རྒྱུས་དང་བཅས་པ། དེ་ག་རེ་ཟེར་ན་བྱིན་ཆེ། ཨ་ནེ་པའི་ཕྱི་རབས་ཀྱི་གདུལ་བྱ་ནང་དེ་ལ་མི་ཚེ་གི་གུས་པ་ཆེན་པོ་ཡོད་སོང། འོ་དེ་འདྲ་སོང་ཡོད་རེད་བ། ཨུམ། དེ་ཡིན་དུས་ད་རྒྱ་སེ་ཞི་བ་ལགས་ཀྱིས་ཡང་བའི་སེམས་ཅན་ནད་པ་ཇི་སྙེད་པ་ཉོས་དུས་ནད་ལས་ཐག་ཆོད་ཅིང་འགྲོ་བའི་གནས་ན་མ་ལུས་པ་རྟག་ཏུ་འབྱུང་བ་མེད་པར་ཤོར་སོང་བ་དང།

གཟུགས་པོ་སྤྲུལ་ཡག་དག་ནི་ག་ལ་སྤྲུལ་ཡག་དག་འོ་ད་དེ་ཚོ་དང་ཅི་བྱེད་འོ་ད་དེ་འདྲས་བྱེད་པ་ཡིན་ན་ཡག་པོ་ཡོད་རེད་ཟེར་ད་འདོད་ན་ཕ་མ་དང་ནད་པ་འོ་དེ་ཚོ་ལ་རོགས་མགོན་ཡག་པོ་ཅིག་གནང་རོགས་གནང།